ཨོ་ལྷན་གྱི་སྐུ་ཁམས་བཟང། དེ་རིང་ང་བལ་ཡུལ་གྱི་རྒྱལ་ས་པ་ཁྲིན་ལ་གནས་འཁོར་འགྲོ་དུས་ཡོད། ཡང་དག་སྐུ་དང་པོ་དེ་ག་རེ་མཇལ་བ་ཡིན་ཟེར་ན་དེ་ག་ཚད་ཕ་མེས་ཀྱི་སྐུ་ཞིག་མཇལ་ཡག་འདུག་ཡིན་ན་ཡང་དག་ལྕགས་ཁྲ་རྒྱབ་ཤག། གཉིས་པ་དེ་གསེར་གྱི་ལྷ་ཁང་ནང་ལ་འཇིག་ག་འགྲོ་གི་ཡིན་ད་གསེར་གྱི་ལྷ་ཁང་དེ་རྒྱར་ས་པ་ཁྲིན་ར་འདུག་ཨ་ནེ་དེའི་ནང་ལ་སྐུ་རྟེན་ག་རེ་འདུག་སུན་ཅེ་གོ་ལ་སོ་ལྷ་ཁང་དེ་ནི་ཁྱེད་ལམ་ག་དེ་ནས་འགྲོ་དགོས་ཀྱི་འདུག། ཨོ། ད་དེ་ལ་ཆུ་ཟོམ་ནག་པོ་ཟེར་དེ་ག་རེ་ཟེར་ན་ཡོན་ཆབ་ཕུན་མཁན་འདི་གི་གཟུགས་པོ་བཀྲུ་བྱེད་ཀྱི་ཆུ་རེད། ཁོ་ཆུ་ཚོད་བྱེ་བ་ལ་ཡར་ལངས་ཨ་ནི་གཟུགས་པོ་བཀྲུ། ཟླ་བ་གཅིག་ལ་ནང་གི་ཁ་ལག་གཅིག་པུ་ཟ་ནས་ཟ་ཁང་ནང་གི་ཤ་དང་བཙོང་དང་སྒོ་ཕག་གང་ཡང་མ་ཟ་ནས། དེ་ནས་ཁྲོམ་པ་དེ་གི་ནང་ནས་གི་ཆུ་ལེན་ནས། ཆུ་དེ་སྐོ་ཆུ་དེ་སྐོ་ཆུ་ཨ་མ་ཁྲོམ་པ་སྟེང་རི་ང་ལ།

ད་དེ་སྤྱི་བཏང་གི་བལ་བོ་གི་སྐུ་བཟོ་ས་གི་ས་ཆ་དེ་ཡིན་པ་སོང་ཙང་ཨ་ནི་དེ་སྐུ་དེ་བཟོ་གི་ཅིག་སྦྲུལ་དང་འབུར་དང་དེ་ཚོ་དཔེ་ཧང་སང་ཡ་རེད་ཤ་ནི་དེ་ལ་སྐུ་དེ་འདྲས་ཅིག་འབྱེད་ཡ་འདུག་ད་དེ་ཚོ་ལྷ་ཁང་གི་དེ་རེད་གཙང་མ་བཟོ་མཁན་ཆོ་མེད་ད་ཡ་མ་བདག་པོ་རྒྱག་མཁན་ད་ཅིག་དེ་ཚང་མ་ད་ང་ཚོ་བོད་པ་འདྲ་ན་གྲ་བས་ཅིག་ར་ད་དེ་འདྲ་སྲིད་ན་ཚང་མ་མི་བྱ་རེད་མི་བྱ་གི་ཅིག་འདུག་དེ་ཆོབ་ཚ་ཤོས་ཅིག་རེད་ཤ། ཧ་ནི་དེས་ན་ད་འཕགས་པ་སྤྱན་རས་གཟིགས་ཀྱིས་འཕགས་པ་སྤྱན་རས་གཟིགས་ཕྱག་རྒྱས་ཆེ་བརྗོད་ཅིག་གི་སྐུ་རེ་བྱ་སྟེ། ཨ་ནི་ཧང་ས་ཡང་གི་སྐུ་ཁྱིམ་ར་ཆེན་པོ་དང་ནི་སྐུ་གྲུ་བདག་པོ་དང་སྐུ་རྙིང་པ་སྐུ་རྩ་ཆེན་པོ་དེ་འདྲའི་ལོ་རྒྱུས་རང་བཞིན་ལྡན་པའི་སྐུ་དེ་འདྲ་རེ་བྱ། ད་དེ་བཀའ་འགྱུར་རེ་བྱ་བཀའ་འགྱུར་རྙིང་པ་ཞུ་རེ་ལ་སོང་ད་བཀའ་འགྱུར་དུ་སོ་ག་སོ་ལྗགས་ཀློག་བྱས་ན་ནི་དུ་སོ་ག་རེ་དཔྱད་ཕན་གྱི་ཚུལ་དུ་ཡག་པོ་ཧ་གོ་ཡ་ཡོད་ས་རེད། ཧང་སངས་ཡག་གི་རྙིང་པ་དེ་ལྷ་ཁང་དུ་བཟོ་ས་མགོན་པོ་ཀླུ་སྒྲུབ་སྐབས་སུ་བྱུང་མགྱོགས་ཀྱི་ལྷ་ཁང་རེད་ཟེར་འདྲ་ཡང་བཤད་མཁན་བཤད་སྲོལ་འདུག་དེ་ལྟ་དེ་བཞིན་ཞིག་བར་འཇམ་པར་མཚན་རྒྱུད། ཨོ་དེ་འདྲ་རེད་སྐུ་དུས་སུ་ཧང་སངས་ཡག་སྐུ་རྙིང་པ་ཡིན་པ་གང་ཞིག་ལ་སྐུ་དུས་སུ་དཔལ་སྦྲུལ་དང་པོ་སྐུ་དཔེ་གཙང་མ་སྐུ་དཔེ་བྱིན་རླབས་ཆེན་པོ་རེད་བྱ། ཨོ་ལ་སོ་ད་དེ་ནས་དེ་ལྷ་ཁང་གི་དབྱིབས་ཚང་མ་ཕོ་བྲང་ལྷག་ཕོ་བྲང་གི་དབྱིབས་ལ་བྱ། ཨ་ནི་དེ་ལ་ད་པཱ་ལིའི་ཡི་གེ་གང་ལ་ཅིག་ལོ་རྒྱུས་ཅིག་བྲིས་ཡོད་ས་རེད། དེ་ད་པཱ་ལིའི་ཡི་གེ་རེད་བྱ། དེ་ནས་ད་གལ་ཆེ་ཤོས་དེ་ལྷ་ཁང་དེ་སྒོ་ནས་མ་དོན་བྲུས་ཏེ་ཡང་ན་ཡང་རྩི་ཡུངས་དེ་བླུས་དེ་ལ་དཀྱིལ་འཁོར་ཅིག་མཇལ་ཡ་འདུག་དེ་དེ་ཡང་གནམ་ལ་ད་ནི་མཇལ་དགོས་ཀྱི་འདུག།

ཐོར་ཞིག་ཕྱིན་པ་ཡིན་ན་ཡང་སླར་ཡང་ཚུར་ལ་ཉམས་གསོ་བྱེད་ཐུབ་པ་བྱུང་ཡོད་རེད། རྟགས་ཁ་ཤས་ནི་ཉམས་གསོ་བྱེད་ད་ཆེས་ཞན་པ་རེད་བྱ། ཨ་ནི། ཚུར་ཕྱོགས་ཀྱི་ཁང་པ་དམར་བོ་ཇི་ལྟ་བ་དེ་གའི་ཟུར་ཇི་ལྟ་བ་དེ་ད་གནའ་སྔ་མོ་གི་ཁང་པ་ཇི་ལྟ་བ་ནང་བཞིན་བྱུང་རེད་ས་ཡོམ་གྱི་འཇིགས་པ་མ་བྱུང་བ་དེ་འདྲ་རེད། ད་མདོར་བསྡུས་ནས་བཤད་པ་ཡིན་ན། ད་བ་ཁྲམ་རྒྱལ་པོ་གི་རྒྱལ་ས་འོང་དེ་རེད་བྱ། ཨོ་ལ་སོ། ད་དེ་ལྷང་དེ་གར་སྣ་ཆོས་རྒྱས་པ་དེ་ཨ་ཏི་ཤ་ཀེ་བཞེངས་པའི་ཁས་ལྷང་རེད། ད་རྒྱ་གར་གྱི་བ་ཡུལ་ལ་བཞེངས་པའི་ལྷང་ཅིག་དང་པོ་གི་རིགས་ཅིག་ཡིན་ས་རེད་རྒྱ་གར་གྱི་བླ་མེད་ཀྱི་ཞིང་འཇོག་གི་ལྷང། ཨ་ནི་ཕ་གི་ལ་རྒྱ་གར་དང་བ་ཡུལ་གྱི་དར་ཆ་ཐུང་ཡ་དོ་ཨ་དེ་ལ། ཨོ་དེ་འདྲ་རེད་ཤག་ནི་ལྷ་ཁང་དེ་ཡང་དཔེ་ཧང་ས་ཡང་གི་ད་ལྷ་ཁང་རྙིང་པོ་རྙིང་པ་ཡིན་བ་ར་ཆུ་གཅིག་གི་ཞིང་མགྱོགས་ཡིན་ན་ད། ཨ་ནི་ད་ལྷ་ཁང་དེ་དེ་འདྲ་ཞིག་འདུག་ཨ་ནི་ད་ལྷ་ཁང་དེ་གི་ནང་ལ་ཕྱིན་པ་ཡིན་ན་ཨ་ནི་ད་དབྱིབས་ད་ད་སོ་དེ་འདྲ་ཞིག་འདུག་ཨ་ནི་དེ་ལྷ་ཁང་དེ་གི་ནང་གི་ད། སྐུ་རྟེན་ཟེར་གི་མ་རེད་ཨོ་ནི་དེ་ག་རེ་འདུག་ཨ་ནི་ང་ཚོ་མཉམ་དུ་ལ་ཅིག་མཇལ་དགོས། ཨ་ནི་གུ་ཐིན་སི་ཨ་དེ་རེད། ཨོང་དེ་དེ་འབྱེད་ཡ་འདུག་དེ་ནང་ལ། ད་དེ་ལྷ་ཁང་དེ་བཞེངས་པའི་སྐབས་སུ་དེ་དེ་གླང་ཆེན་བཅས་ཨ་ནི་ཆུང་བཅས་ད་དེ་ཅིག་སེམས་ཅན་ཁ་ཁ་ཁ་ཁ་རེ་བྱས་ཏེ་སྒོ་འགྲམ་ལ་ཡོད་དེ། དེ་ད་མགོ་ར་འདྲ་བོ་ཇུ་དོག་ཡིན་ན་ཡང་ཁ་གདངས་ཏེ་རྒྱོ། ཨ་ནི་དེ་ལ་སྡེར་མོ་བསྒྲེས་ཏེ་རྒྱོ་སྟེ་སི་ཆོབ་ཚ་བོ་ཟེར་དུ། དེ་ནས་ད་དེ་ལོ་རྒྱུས་འདྲ་བོ་ཞིག་རེད་ཤག་དེ། ཨ་ནི་དེ་ལ་དེ་ཁྲི་ཅིག་འདུག་དེ་ད་སེང་གེ་གི་དེ་ལ་སེང་གེ་ཅིག་འདུག་འོ་དེ་སེང་གེ་གི་ཁྲི་ད་རྒྱག་སྟངས་དེ་དེ་སི་ང་ཚོའི་ད་ད་རྒྱག་སྟངས་དེ་དེ་སི་ཁ་ཁ་རེད་གསུང་གི་འདུག་ད་དངོས་གནས་བྱས་ན།

བ་ཡུལ་གྱི་ད་སྒོམ་ཆེན་དེ་འདྲའི་གྲྭ་བ། འོ་དེ་འདྲས་ཀྱིས་བག་ཡོད་ལྷ་ག་ཟེ་རེད་རྒྱ་གར་ལ་ཕེབས་པ་རེད། ཨ་ནི་རྒྱ་གར་ལ་ཕེབས་ནས་ཁོང་གིས་ད་རྡོ་རྗེ་གདན་གྱི་མཆོད་རྟེན་དེ་མཇལ་བ་རེད། ཨ་ནི་ཁོང་གིས་རྡོ་རྗེ་གདན་གྱི་མཆོད་རྟེན་དེ་མཇལ་ཡོང་དུས་ནི་ཁོང་གི་བསམ་པ་ལ་ད་བ་ཡུལ་གྱི་མི་དཀྱུས་མ་དེ་ཚོ་ནི་རྒྱ་གར་ལ་སླེབས་ཐུབ་ཀྱི་མ་རེད་རྡོ་རྗེ་གདན་གྱི་མཆོད་རྟེན་དེ་མཇལ་ཐུབ་ཀྱི་མ་རེད་དེ་འདྲ་གསུངས་ཙང། དེས་རྡོ་རྗེ་གདན་གྱི་མཆོད་རྟེན་གྱི་ཚབ། ཡང་ན་རྡོ་རྗེ་དེ་མཆོད་རྟེན་མཚོན་ཐུབ་པ་ཅིག་ཡང་ན་དེའི་ནང་ལ་རིང་བསྲེལ་དུ་དེ་འདྲས་བླུགས་ནས་ནི་གོང་གི་བཞེངས་བ་རེད། ད་དེའི་ནང་གི་སྐུ་གཙོ་བོ་ཅིག་ལ་ནི་སངས་རྒྱས་འོག་འཕགས་མའི་གི་སྐུ་ཅིག་འདུག། ད་དེ་གི་གཡས་གཡོན་ཅིག་ཡོད་ར་ནི་བཞུགས་ཁྲི་གི་མཐའ་དང་དེའི་སྤྲིན་རིམ་དུ་སོ་ཚང་མ་ལ་ནི་སངས་རྒྱས་གི་སྐུ་དེ་འདྲས་བཞེངས་བྱ་དེ་སྐུ་དེ་ད་སྟོང་ཡོད་རེད། ཡང་ན་སངས་རྒྱས་སྟོང་ཁུ་ཟེར་ནས་གི་ད་དེ་ལྷའང་ཟེར་ན་རེད་མཆོད་རྟེན་ཟེར་ན་རེད་དེ་གི་མིང་ལ་སངས་རྒྱས་སྟོང་ཁུ་ཟེར་ནས་ཐོགས་ཡོད་རེད།

མ་བཀོག་མ་བཀོག་ཅེས་རང་ཅག་གི་རྒྱ་ལ་ཤར་ཀྱོག་རེད་བྱ། ཨ་ནི་དེ་ལ་ག་རེ་དུ་ཟེར་ན་སངས་རྒྱས་འཁྲུངས་ས་ཡོད་ལ་སངས་རྒྱས་འཁྲུངས་ས་བློན་པོ་ནི་ཨ་ནི་སངས་རྒྱས་ཀྱི་ཡུམ་དང་སངས་རྒྱས་ཡུམ་ནས་འཁྲུངས་ཡིན་འདུག་གོ་ཨ་ནི་སྐུ་སྐུ་བརྙན་ཟེར་གོ་མ་ར་བ་དེ་གའི་མཆོད་རྟེན་ཆུང་ཆུང་ཅིག་ཡང་བཞེངས་བཞག་སྟེ་བློན་པོ་ནི་གི་དེ་འཇོམས་པ་དང་སངས་རྒྱས་དང་སངས་རྒྱས་ཀྱི་ཡུམ་བཅས་པ་འོ་དེ་དེ་ཡང་ཁོ་རང་ལ་དཔག་པའི་གི་ཡང་ལྷ་ཁང་ཆུང་ཆུང་ཅིག་བཞེངས་དེ་ཟུར་དེ་ལའོ་ལྷ་ཁང་དེ་ཆུང་ཆུང་དེ་རེད། དྲ་བ་དེ་ཚོ་གི་པར་རྒྱག་འགྲོ་དེ་དོག་མོ་དེ་ལའང་བྱུང་བྱུང་དེ། ད་དེ་ཚང་མ་ག་བ་ལ་འདུག་ལ་ན་སངས་རྒྱས་སྟོང་ཁུལ་ཟེར་དེ། ད་དུང་ཡང་ནི་མཆོད་རྟེན་དེ་ད་དུང་ཡང་ཟོབ་ཆུ་རྒྱག་ཟེར་བ་ར་ད་ཡང་ཆ་མགོ་ནས་གི་བཟོས་ལ་གོ་རེ་འདྲ་ཉམས་བཟོས་ལ་གོ་རེ་འདྲ་བྱས་དེ་བཞག། དེའི་ནང་ལ་ནི་ལོ་རྒྱུས་ཐུང་ཐུང་ཅིག་འདུག།

ཨ་ནི་དེའི་རྗེས་ལ་ཨ་ནི་མཆོད་རྟེན་དེ་མཇལ་བ་ཡིན་མཆོད་རྟེན་དེའི་ནང་ལ་ཤཱ་རིའི་བུ་གི་འུ་ཐུག་ཡོད་རེད་འུ་ཐུག་མཇལ་ཡ་ཡོད་རེད། ད་དེ་ལ་ཡང་བཤད་སྲོལ་ཁ་ཤས་ཅིག་འདུག་གང་ལྟར་ད་གང་ལྟར་མཆོད་རྟེན་དེ་ཡང་ཡང་ལོ་རྒྱུས་རང་བཞིན་ལྡན་པ་དེ་ཡས་ཡོང་མཆོད་རྟེན་ཆེན་མོ་ཆུང་མོ་མང་དུ་འདུག་ཨ་ནི་དེ་ལ་ཡང་ནང་པའི་གི་དགོན་པ་གོ་པའི་གི་དགོན་པ་ཅིག་ཡང་འདུག་ད་མདོར་བསྡུས་ནས་བཤད་ན་པ་ཁྲ་ནས་བཟུང་སྟེ་དེའི་རྒྱར་ས་བཅད་དེ་ཡས་ཡོང་པ་བལ་བོའི་བུ་མོ་དེ་ཚོ་ཚང་མ་ནང་པ་བཅས་ནས་ད་དེ་ཚོ་བདག་པོ་རྒྱ་ནས་བཞུགས་ཤག།